འདིར་འཚོགས་ཤིང་འདུས་པའི་རྒྱལ་བའི་དགེ་འདུན་གྱི་སྡེ་དང། དབུལ་པོའི་ཆེད་དུ་གཙུག་ལག་ཁང་ཉེར་གང་གི་རིགས་བདག་མཆོག་གི་དབུལ་བའི་སློབ་དཔོན་དང། ལས་བྱེད་ནི་མོ་ཧ། སློབ་ཕྲུག། གཞན་ཡང་ཕྱོགས་འདུས་ཀྱི་ཁྱེའུ་ཚང་མ་ལགས་ལ་ཡང། ཐོག་མ་དེ་འཚམས་འདྲི་དང་བཀྲ་ཤིས་ལེགས་ཞུ་ཡིན། ད་ལྟ་རིང་འདིར་མཐོ་སློབ་ཀྱི། ལུགས་གཟུར་ཚོགས་པ་ནས་ད་ནི་སྔར་ལུགས་དེ་པ་བྱིན་ནས། རེ་གུ་རྣམས་ན་བཞིན་ངའི། ལྟོ་བའི་རྟགས་ཙམ་གྱིས་ཅི་དགར་གྱི་ཉིན་མོ་དེ་ཅི་ཟིག་གི་ཉིན་མོ་དེ་འདི་འཇོག་པ་རེད་ཁྱེད་རང་ཚོས་བརྟན་བཞུགས་བྱེད་དགོས་ཡོད། གསུངས་པ་ན་བཞིན་ད་ད་རིང། འདུ་ལུགས་བརྟན་བཞུགས་རྒྱས་པ་བཅས་བསྡུ་གནང་གནང་བ་རེད། ད་སྤྱི་དང། བརྟན་བཞུགས་བོད་ཡག་དང་གཞས་ཡག་ཟེར་ཡག་དེ་ཚོ། སྤྱི་ཕྱིར་རང་དབང་ཐོབ་པའི་གང་ཟག་ཚོས་གནང་ཡག་ཅིག་རེད། སྤྱི་ཕྱིར་རང་དབང་མ་ཐོབ་པའི་གང་ཟག་དེ་ཚོ་ལ། བརྟན་བཞུགས་ཀྱི་གསོལ་བ་བཏབ་ཡག་དང་བརྟན་པར་བཞུགས་པའི་ཞལ་བཞེས་གནང་ཡག་དེ་འདྲ་གལ་ཡོད་མ་རེད། དེ་འདྲ་ཡིན་ཙང་སྔས་མ་ནས། བརྟན་བཞུགས་ལན་ཡར་ལྟས། འཚེར་སྣང་དང་མུག་བག་བཙོན་འདུན་བྱེད་ཀྱི་ཡོད། བར་ལམ་གྱི་ནི་འཛམ་རིག་འཆད་ཉན་དེ་འདྲའི་རྒྱུད་ལ་འབྲེལ་ཡག་དང། སྤྱི་བཏང་ནི་ད་བླ་མའི་བཀའ་འཁྲོལ་རབ་བྱེད་ཡོད་བྱས་བསྡུ་ཚེ་དུས་སྐབས་ལ་ད་བརྟན་བཞུགས་རེ་གཉིས་འདུག་གླེང་དགོས་བྱུང་བ་རེད་ད་རིང་འདས་ཡང་ཁྱེད་རང་ཚོས་མཐོང་འདོད་ཡོད་པ་ནང་བཞིན་དུ་སུ་རེད་ད་ཡིན་ནའི་ངས་གོང་དུ་ཞུ་བ་ནང་བཞིན་རེད། ལས་ཉོན་གྱི་གཞན་དབང་དུ་སོང་བའི་ཕྱིར་དབང་སྐྱོན་ལྡན་གྱི་ཚོགས་སུ་སྐྱེ་བོ་གཅིག་ལ་ཡང། བརྟན་བཞུགས་བོད་ཡག་དང་བརྟན་བཞུགས་གཞལ་ཡས་སུ་དངོས་གནས་བྱས་པ་ཡིན་ན་ཡུལ་གཞི་ཚང་པར་བྱ་དགོས་བ་མ་རེད། གཟབ་གཟབ་མ་བྱས་པ་ཡིན་ན་ཞལ་ཤེས་བཟང་པོ་ལེགས་པར་ཐོབ་པའི་གསལ་ཚུལ་ནི་མེ་ཆུ་ལམ་མར་འགྲོ་ཡ་ལས་ཉེན་ཁ་ཡོད་པ་དེ་འདྲ་རེད། ད་ཉིན་ནས་གང་དགའ། དེར་སང་ཉིན་ཁྱོ་ག་ཕྱག་ལེན་གྱི་སོར་ཆགས་བྱེད་འདུག་སུ་འགྲོ་གི་ཡོད་པ་ཡིན་དུས་སྐབས་ལ་ཡབ། ད་ཁྱེད་ཚང་གི་ཡ་རབས་ཀྱི་སྤྱོད་བཟང་གི་རྗེས་སུ་ཞུགས་ནས་ཁྱེད་རང་ཚོས་བརྟན་བཞུགས་འབུལ་མཁན་ཚོ་དང་བརྟན་བཞུགས་འབུལ་མཁན་གྱི་ཁྱི་ལོག་ལ་ཡབ། མཐུན་འགྱུར་གནང་མཁན་ཚ་མོ་ལོག་ལ་ཡབ། ཐུགས་ཆེ་ཞུ་གི་ཡིན། ད་ཐུགས་ཆེ་ཞུ་ཡག་དེ། མདོའི་ནང་ལ་ཡང། འདི་ཡང་འཇིག་རྟེན་མཐུན་འཇུག་ཡིན་ཟེར་ནས་གསུངས་པ་ཇི་ཡོད་རེད་ད་དེ་ཚོར་བྱས། ད་ཐུགས་ཆེ་ཞུ་ཡག་ཞིག་རེད། ད་ངའི་ངོས་ནས། ཁྱེད་རང་ཚོས་བསུ་བ་ལྟ་བུ་ནང་བཞིན་བསྟན་པ་ཞུ་གི་ཡིན་ཟེར་ནས་ཞལ་བཞེས་གནང་ཡ་ནི་སྐལ་ཡོད་མ་རེད་གོང་དུ་ཞུས་པ་ནང་བཞིན་རང་དབང་མང་པའི་གང་ཟག་ཅིག་ཡིན་ཙང། ད་ཡིན་ནའི། ཁྱེད་རང་ཚོས་ཐུགས་སྨོན་གནང་བ་ན་བཞིན་ངས་ད་ཁས་ལེན་ར་བ་ག་རེ་ཞུས་ཐུག་གི་རེད་ཟེར་ན། གཟུགས་པོ་འཁྲུལ་ལྡན་ག་ཚོད་ཐུག་ཐུག་བྱེད་ཀྱི་ཡིན། ཨ་ཚེ་རིང་པོ་ཡོང་ཡག་གི་སྨོན་ལམ་ཡང་རྒྱབ་ཀྱི་ཡིན། ད་སྤྱི་བཏང་གི་ནི་ལས་ཀྱི་ཕན་པ་མ་གཏོགས་སྨོན་ལམ་གྱི་བཀྲ་ཤིས་བྱ་ཡག་སྐལ་ཡོད་མ་རེད་དེ་ཡིན་ནའི་ད་ང་རང་ཚང་མ་ལ་རྒྱུ་ཆེན་རྟེན་འབྲེལ་བསྟན་པ་ཡིན་ཙང། སྨོན་ལམ་རྒྱབ་ཡ་བྱེད་རྩིས་རིན་པོ་ཆུ་བས་འདོན་པ་བཏང་ཡ་བྱེད། ཨ་ནི་གཟུགས་པོའི་འཕྲོད་བསྟེན་འདི་ཚོས་ལྷོད་ཡངས་མ་ཤོང་བྱེད་ལྷོད་ཡངས་མ་ཤོར་བྱེད་བྱེད་ཡ་བྱེད། ཨ་འདུག་སོ། ཤོད་ཡ་རེད། ད་གིན་དེའི་ཚོགས་གཙོའི་སྐལ་བཟང་གསུང་ཡ་ནང་བཞིན་བྱས་པ་ཡིན་ན། ས་གནས་མང་པོ་ཅིག་ལ། རྒྱ་གར་དང་རྒྱ་གར་གྱི་ཕྱི་ལོག་གི་ས་གནས་མང་པོ་ཅིག་ལ་ཡ། སློབ་ཟུར་ཚོ་གཙོ་བོར་གྱུར་པའི། འཇར་སི་མང་པོ་ཅིག་གིས་ངའི་སྤྱི་ཚེས་ལ་མིང་བཏགས་ནས་སྙན་རབ་བཏགས་ནས་བསྡུས་དོན་དང་མཛད་སྒོ་ཚོགས་འདུ་རབ་དེ་འདྲའི་མང་པོ་གནང་གི་ཡོད་རེད་ཅེས་གསུང་གི་འདུག་ད་ཁྱེད་དང་ང་ཚོས་གར་བསུ་བར་ད་སླབ་གྲྭ་གཅིག་གི་ནང་ལ་རྒྱུན་རིང་མཉམ་འདོར་ཤིས་པའི་ཕྱི་ཐག་རབ་མ་བོར་བར་བྱས་ནས། འདུག་རྣམ་པ་དེ་འདྲ་ཡག་པོ་རེད་ད། ཡིན་ནའང་ང་གང་ཟག་སྒེར་གཅིག་གིས་ཅི་སྲིད་ལ་བརྟགས་ནས་འདོང་རྒོད་མང་པོ་བྱེད་ཀྱི་བསྡད་པ་ལས། དེ་ལས་གཞན་པའི་ཆོས་དང་སྤྱི་ཚོགས་ཀྱི་བྱ་བ་མང་པོ་དེ་འདྲའི་ཏན་ཏན་དེ་ལས་གལ་ཆེ་བ་དེ་འདྲའི་གནང་ཡ་ཡོད་རེད་དེ་མ་འོངས་པ་ལ་ཡ།

ལྷག་པར་དུ་དེ་རིང་འདི་ནམ་རྒྱུན་དང་མི་འདྲ་བར་རེད། བརྟན་བཞུགས་རྗེས་ལ་ཡང་འདི་ཕན་ངེད་ཚང་མ་ལ་ཕྱག་དབང་རེ་ཞུས་ཅེས་ད་དེ་དུས་ང་ཧབ་ཏུ་ཁ་ལ་གོང་ཐང་འཇམ་པའི་དབྱངས་ཀྱི་གསུང་འདི་དྲན་སོང། སྡུག་བསྔལ་འདི་འབའ་སྐྱིད་གཏིང་གཅིག་བརྩེགས་ལ་སྤྱིའུ་ཕལ་པ་རྣམས་ཀྱིས་གཉའ་དབང་ཕྱག་དབང་ཞེས། སྡུག་བསྔལ་བདེན་པ་གཅིག་གམ་སྡུག་བསྔལ་བདེན་པ་གཞན་པ་བཞག་པ་དེ་ལ་ཡང་ཆང་བང་སེ་ཡ་གི་མིང་བཏགས་པ་རེད། ད་སྤྱི་དང། བྱིན་རླབས་བྱེད་པའི་སྐབས་ལ་ཨ་ཤིར་བ་སྤྲད་པའི་སྐབས་ལ་ཡ་མགོར་ལག་པ་བཞག་ཡ་དེ་རྒྱ་གར་ནང་ལས་སྔོན་མ་མདར་སྦྱིན་ས་རེད། ཡིན་ན་ཡང་དེ་ལ་ཡ་དབང་གི་ཐ་སྙད་དེ་བུད་པའི་རྒྱར་བཞག་པ་ཞིག་རེད་མ་གཏོགས་རྒྱ་གར་ལ་དེའི་དབང་གི་ཐ་སྙད་འགེལ་ཡོད་མ་རེད། བྱས་ཙང་དེས་ད་གར་གསོད་བར་གཅིག་བྱས་ན་ཡུལ་གྱི་དགོན་པའི་བཤད་ལུགས་ཀྱི་སོ་ར་བྱིན་གྱི་རེད་ད་ཡིན་ནའི་གང་ལྟར་ང་ཚོས་སྡུག་བསྔལ་བདེན་པ་གཅིག་དེ་ནི་སྡུག་བསྔལ་བདེན་པ་ཞེས་པ་བཞག་ནས་སྡུག་བསྔལ་ཕྱིར་འགྲོ་ཡ་རེད་ཅེས་རེད་མ་གཏོགས་དེས་སྡུག་བསྔལ་ཆུང་འགྲོ་ཡ་ཁེལ་ཡོད་མ་རེད་པ། དེ་ད་ག་ཚོད་ཞར་བྱུང་ནི་ཡ། སྤྱི་དང་གོང་ཐང་གི་གསུང་འདི་ཚོ་བྱིས་པ། གསེང་ལ་འཇུག་པོ་དང་དེ་སྐར་ཚོགས་ལ་ཁོང་རང་གི་དགོངས་དང་དང། བཅང་བྱ། ཐུགས་འགན། བསྲུང་བྱ་ལ་གཅིག་པ་རེད་ཅེས་ཁབ་བཙུགས་པ་ནང་བཞིན་ཏག་ཏག་བསྲུང་ཐུབ་ངེས་བྱས་པ་རེད། ཨ་འདི་འདི་དྲན་པ་རེད། ཨ་ཐུགས་རྗེ་ཆུང་པ་རེད་ཚང་མ་ལ་ལ་ཡ། སྤྱི་བཏང། ད་ང་ཚོའི། བསླབ་གྲྭ་གཅིག་གི་ནང་ལ་རྒྱུན་རིང་བསྡད་པའི་འབྲེལ་བ་ཡོད་པ་དེ་ཚོས། ད་ཅིག་ང་ལ་ཡ་འཇམ་རྩིས་ཡོད་པ་ཡིན་ན། ད་གཙོ་བོ་དེ་ང་ཚོའི་ནམ་རྒྱུན་བསམ་བློའི་ནང་ལ་ཡོད་པ་དེ་བྱས་ཏེ། བློ་སེང་གཅིག་མཐུན་བྱས་ནས་འབད་སྒྲུག་བྱས་ཐུབ་ན་ཡག་པོ་བ་རེད། ཁོང་བཙན་རྒོལ་རྒྱལ་ཡོངས་པོའི་ཞལ་ལུགས་ཤ་སྟག་རེད་དེ་ཡིན་ཙང་ད་ཁོང་བཙན་རྒོལ་ཆེན་པོའི་སྐུ་ཞབས་པའི་བསྟན་པའི་སྨོན་ལམ་སྦྱར་ཡག་དང་དེའི་ཆེད་དུ་སྤྱི་དོན་གྱི་བསོད་ནམས་གོང་མཐོར་སྤེལ་ཡག་ལས་ཡག་རྒྱའོ་རིན་པོ་ཆེས་གང་གསུངས་པའི་བཀའ་དེ་སྤྱད་དེ་གང་ཐུག་ཅི་ཐུག་གིས་ང་རང་ཚོའི་མ་འགལ་བ་ཅི་ནས་བསྒྲུབ་ཐུབ་ཡག་དེ་ལས་བརྟེན་ནས་བོད་པ་ཡིན་ན་བོད་ཀྱི་ཆོས་དང། མི་རིགས། བསྟན་པ། ལེགས་བྱང་ལ་སོགས་དེ་ཚོའི་སྐད་ཡིག་ཏུ་བྱས་པ། གསོག་འཇོག་གི་ཆེད་དུ་སོ་སོའི་དར་དཀར་ལས་ཡིན་ན་དཀར་བྱས། ད་བོད་པ་མིན་པ་སྦྱིན་པ་ཡིན་ནས་གང་ལྟར། བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་ཇི་བཞིན་ཕྱིན་ཆད་ལ་ཡ། མགྲིན་པ་ཕྱོགས་དེའི་ཀ་བ་དཔག་མེད་ཀྱིས་ནན་ཏན་སྙིང་བོར་མཛད་ནས་བསྒྲུབ་པ་འདི་ཐབས་གང་ཞིག་གིས་འཕེལ་བར་འགྱུར་སྙམ་པའི་རྣམ་པར་དཔྱོད་པའི་ཉིན་མཚན་འདའ་བར་ཞུ་གསུངས་པ་ནང་བཞིན། དུས་རབས་ཉི་ཤུ་རྩ་གཅིག་པ་འདིའི་ནང་ལ། རྒྱལ་ཆེན་ཐམས་ཅད་ཀྱི་ཕན་བདེ་གྱི་གཞི་རྩ་དེ། རྒྱལ་བའི་བསྟན་པ་རིན་པོ་ཆེ་ཡིན་པ་དེ་བཤད་མི་དགོས་པ་རེད་དངོས་ཡོད་གནས་སྟངས་རེད། ད་དེས་དུས་དང་སྐབས་དང་བསྟུན་པའི། མི་ཉམས་རྒྱུན་འཛིན་བྱེད་ཡག་དང་ཉམས་པ་ལྷར་གསོ་ཁྱབ་སྤེལ་བྱེད་ཡག་དོན་འདི་ཡང་སོ་སོའི་རང་ངོས་ནས་གར་གར་བྱས་ཡག་ཡོད་རེད་ཅེས་དུས་རྒྱུན་དུ་བརྟག་དཔྱད་བྱས་ནས་ཐབས་བ་གང་ཞིག་གིས་འཕེལ་བར་འགྱུར་སྙམ་པའི་རྣམ་པར་དཀྱུས་པའི་ཉིན་མཚན་འདའ་བ་ཤོག་སེ་ཇི་ལྟར་མཆིས་མོད་དུ་མི་རྣམས་ན་བཞིན་ང་ཚོས་འབད་པ་བྱེད་ཐུབ་པ་ཡིན་ན་ད་རྒྱ་བོ་བྱིས་པའི་ཆུ་སྤྲིན་དང་རང་གི། མི་ཚེ་དོན་ལྡན་དུ་འགྲུབ་ཡག་གི་ཐབས་ལམ་བླ་ན་མེད་པ་ཞིག་བྱ་ཡག་ཡིན་དུས་ག་ལ་དེ་འདྲའི་དགུང་འཇག་གནང་རོགས་གནང་ཤོག་ཡིན་བསྐྱར་དོན་ག་ག་ལ་ལ་ཐུགས་ཆེ་ཡོད།